འཛིན་གྲྭ་བཅུ་གཅིག་པའི་སློབ་གཉེར་པ་ཡོངས་ལ་འཚམས་འདྲིའི་བཀྲ་ཤིས་བདེ་ལེགས་ཞུ་བ་དང་ཆབས་ཅིག་ཚང་མ་ཁང་བཟང་ནང་བཞུགས་རོལ་པའི་རེ་བ་ཞུ་འོས་ཡོད། ད་ཁ་སང་དགོང་དུ་ཞུ་བ་ནང་བཞིན་ཁ་སང་ང་ཚོ་སློབ་ཚན་ཕྱིན་པ་དེ་དང་པོ་དང་པོ་བར་བའི་ནང་ལ་བྱ་ཚིག་ལ་སྤྱོད་པ་དང་པོ་གཉིས་པ་ཕྱིན་པ་རེད་དེ་བཞུགས་དེ་ལ་བོད་དུ་རིག་གནས་དར་ཚུལ་དང་པོ་དེ་བཞུགས་དང་བོད་དུ་རིག་གནས་དར་ཚུལ་གཉིས་པ། ད་ངས་ཞུ་ཡ་ག་རེ་ཟེར་པ་ཡིན་ན་ཀློག་དེབ་ངེས་པར་དུ་ཀློག་རོགས་གནང། ཀློག་ངས་ད་ལྟ་དེའི་ནང་ལ་ངས་ཕ་གི་དོན་དེ་ག་བོད་དུ་རིག་གནས་དར་སྲོལ་དང་པོ་གཉིས་པ་མདོར་བསྡུས་བྱས་ནས་བསླབས་ཡོད་རེད་ཡང་ཁྱེད་ཚོ་རྒྱལ་པོ་བྱས་ནས་ཤི་འདོད་ཡོད་པ་ཡིན་ན་ཀློག་དེབ་ཀློག་རོགས་གནང་ཀློག་དེབ་ཀློག་ནས་ངེས་པར་དུ་ང་ལ་དྲི་བ་དྲི་རོགས་གནང་དྲི་བ་ག་པ་ཡོད་ན་བཏང་རོགས་གནང་དྲི་བ་བཏང་པའི་ཆེད་ལ་ངས་ལན་མ་རྒྱབ་ཁྱོད་ནི་མ་ཤ་གོ། ཡང་བྱེ་མ་སླེ་མོ་པ་ང་ཚོ་པོད་གཅིག་དང་བདུན་པ་བརྒྱད་པའི་ནང་མཉམ་དུ་འཛོམས་ཡ་རགས་སོང་ན་ཡང་ད་གང་ཚོ་ཡང་ག་ས་ཁྱེད་རང་ཚོ་ཡང་ཀློག་དེབ་ཁོ་རང་ནང་ལ་སློབ་དེ་ཞིག་བཟུང་བྱས་ནས་འགྲོ་འགྲོ་གི་ཡོད་ན་འགྲོ་ཡག་གི་དུས་ཚོད་རག་གི་རེད་རྒྱུ་མཚན་དེ་ལ་བརྟེན་ད་ད་གི་ཁང་གླ་པ་དེ་མ་ཚང་པ་ད་ཡོད་མ་རེད་དཔེར་ན་ཁྱེད་རང་ཚོ་རྒྱབ་ལོག་དེ་ལ་བབ་བོད་དེ་རིག་གནས་དར་ཚུལ། དང་པོ་ལ་ཆ་བཞག་པ་ཡིན་ན་དངུལ་ཁང་བསླབ་པ་དེ་རྒྱབ་རྒྱབ་ལག་གི་བྱུང་ཚུལ་ཚང་མ་ནང་འདུས་ཡོད་འདུག་བ། འོ་ད་བུ་མོ་གཅིག་གི་ཕ་གི་ནང་ལ་དྲི་བ་གཅིག་ང་ལ་མ་ཤེས་པ་ཅིག་དྲི་བ་དང་གཞན་པ་དྲི་བ་བཏང་གི་མི་འདུག་ད་ལྟའི་ངེས་པར་དུ་ཚུར་བཏང་ཡོང་རོགས་གནང་དུས་ཚོད་བཀག་ཏུ་མ་བཏང་ན་ཁྱོད་ཚོ་འཛིན་དུ་ག་ས་ནང་ལས་ཆེད་དུ་ཐེབས་འགྲོ་བར་གདའ་འཛིན་ལས་ནང་ལས་ཁོ་རང་ཐོབ་ཆ་བརྒྱ་ཆ་ཡོད་རེད་དེ་ནས་དྲི་དེབ་གཉེར་ཕྱོགས་ལ་བརྒྱ་ཆ་ཐོབ་ཆ་ཡོད་རེད་འོ་ད་ངེས་པར་དུ་དུས་ཐོག་གནང་རོགས་གནང་ཞུ་གི་ཡིན

གཉིས། བམ་རྙིང་འདིས་སློབ་ཕྲུག་རྣམས་ལ་སློབ་ཁྲིད་ཀྱི་ལོ་ཙཱ་བ་བྱེད་སྟངས་སྐོར་གསུངས། ནང་ལ་ལོ་ཙཱ་བ་བྱེད་སྟངས་ཡིན་པ Translator བྱས་ཡིན་པ་ཡིན་ན་ཆེད་ལས་མང་པོ་བོད་ཡིག་ལ་ཡག་པོ་བྱེད་བོད་ཡིག་ཡག་པོ་བྱེད་ན་ཡང་སྐད་སྒྱུར་བྱས་དེ་འདྲ་བ་ཡིན་ན་ཡང་དེ་ངེས་པར་དུ་ཤེས་དགོས་དེ་འདྲ་ཡོད་རེད་ཡིན་ན་དེ་ངས་ཞིབ་ཚགས་པོ་བྱེད་ན་གླགས་མེད། ཅེས་པ་ཕ་གང་ཁ་སང་སློབ་ཕྲུག་ལ་མགོ་རྙོག་རོགས་རེད་བསམ་ནས་དེ་ལ་ཡིན་ནའི་འོག་དེ་ལ་ཡང་གླགས་མཐོར་མི་བཀོད་འགྲོ་ཡོད་རེད། བྱས་ཙང་ཕ་གང་ནང་མདོར་བསྡུ་བྱས་ལ་མདོར་བསྡུ་ག་ལབ་ཡག་ག་རེད་ཟེར་ལབ་པ་ཡིན་ན་ཁྱེད་རང་ལོག་དེབ་ཀློག་ཀློག་དོན་ལ་མཐུན་ནང་ལ་ངེད་ཀྱི་ཕ་གི་ནང་ལ་ཁྱེད་རང་ཚོ་ནོར་དྲན་བྱུང་ན་མ་ཚང་དུད་འགྲོ་ཡོད་ན་ཚུར་དྲི་བ་གཏང་རོགས་གནང་ཞུ་གི་ཡིན། ད་དེ་རིང་སློབ་ཚན་དེ་ག་རེ་ལབ་པ་ཡིན་ཟེར་ལབ་པ་ཡིན་ན། ཁྱེད་རང་ཚོ་ཀློག་དེབ་བརྩི་བ་ཡིན་ན་སློབ་ཚན་བདུན་པ་རེད། སློབ་ཚན་བདུན་པ་ཆེད་ཤོག་གྲངས་བརྩི་བ་ཡིན་ན་ཤོག་གྲངས་དྲུག་ཅུ་རབ་བདུན་ཀློག་དེབ་ཚང་མ་ཁ་སང་ངས་མིང་སྤྲད་ཡོད་ཀློག་དེབ་མིང་སློབ་དེབ་སྤྲད་ཡོད་ཁ་ཤོས་ཀློག་དེབ་ཕ་གི་ནང་ཏག་ཏག་གཟིགས་ཀྱི་ཡོད་ས་རེད་ཀློག་དེབ་གཟིགས་དེ་དཔེ་ཡག་པོ་རེད་ཞེ་དེ་རིང་ང་ཚོ་འགྲོ་ཡ་དེ་འགན་རྒྱལ

དཔེ་མཚོན་གཉིས་སྤྲད་པའི་རྗེས་ལ་དེ་དང་འདྲ་བར་དཔེ་མཚོན་གྱི་ཁྱང་ཚོ་སྤྲིན་ཚུར་བཏང་ཡོང་བ་རེད། བྱ་བ་ཐམས་ཅད་ག་ས་ལེབ་མོ་ཡིན་ལེབ་མོ་ནང་ནས་སུ་ཁས་ཡིན་ཟེར་བྱ་བ་ཚོ་ཕ་དཔེ་དང་དྲི་མ་ཇི་བཞིན་མ་དྲི་དང་དྲི་ལུགས་དེ་ཕ་གིར་བཏང་ནས་སྦྱོར་བྱ་དུས་སུ་བསྒྱུར་ནས་ཁྱེད་རང་ཚོ་ང་ཚོ་ལ་ང་ཚོ་ག་ས་འདི་རྒན་རྒྱ་བྲིས་ཚར་བའི་རྗེས་ལ་ཚུར་ལ་ཤུར་ལ་འཛིན་ལས་ཅན་བཏང་ཡོང་བ་རེད་སེམས་ཉིད་རྩིས་གཞི་དང་ག་དེ་རིང་རྩིས་གཞི་དེ་གང་ཚེ

གང་འདི་ཀ་ས་གང་ན་གིན། གང་ན་གིན། ར་གི་ད་གའི་ད་རྒྱ་གུ་གུ་གི་གན་རྒྱའི་ས་འདུ་བ་ཧོ་གིན་གིན། གང་ན་གིན་ར་གི་ད་གའི་ད་རྒྱ་གན་རྒྱའི་དགོས་དོན་ས། ད་ད་དགོས་དོན་ད། ལས་ཁུངས་དང་མི་སྒེར་རམ་ས། ལས་ཁུངས་ཡིན་ན་རེད་མི་སྒེར་རམ་ས་རམ་ས་ནི་ཡང་ན་ལ་རོ། མི་སྒེར་རམ་ཡང་ན། སྒེར་རམ་མི་སྒེར་ཕན་ཚུན་ཡང་མི་སྒེར་ཕན་ཚུན་གཉིས། བར་བར་ལ་ས་ལས་དོན་གང་རུང་ཞིག་ས། ལས་དག་གང་རིགས་རང་ཞིག་ལེགས་པར་སྒྲུབ་ཕྱིར། ཡག་པོ་སྒྲུབ་པའི་ཆེད་དུ། ཕན་ཚུན་འདྲ་མཉམ་འདྲ་མཉམ་གྱི་ཐོག་ནས་ཕན་ཚུན་འདྲ་མཉམ་གཉིས་མོས་འདྲ་མཉམ་ཡིན་པ་གང་ཞིག་གཉིས་མོས་སུ་གཉིས་པ་མོས་མཐུན་ཡོང། མོས་མཐུན་གཉིས་མོས་སུ་མོས་མཐུན་ཡོང་གཉིས་མོས་ཀྱི་ལམ་ནས་ཕྱོགས་སོ་སོས་ཕྱོགས་གཉིས་ཡོད་རོགས་མི་གཉིས་ཡོད་རེད་མི་སྒེར་གཉིས་ཡིན་ན་རེད་ལས་ཁུངས་ཆེ་དང་མི་སྒེར་གཉིས་པར་རག་ཡིན་ན་རེད་མི་སྒེར་དང་སྒེར་གཉིས་པར་རག་ཡིན་ན་རེད་འོ་དེ་ཕན་ཚུན་འདྲ་མཉམ་གྱི་གཉིས་མོས་ཀྱི་ལམ་ནས་ཕྱོགས་སོ་སོས་ཁེ་དབང་ཁེ་སེམས་ཁེ་བཟང་ཡོད་རོགས

ཚན་ཚན་གྱི་ཡི་གེ་ཞིག་ལ་ཟེར་ཟེར་མདོར་བསྡུ་བ་ཡིན་ན་ལས་ཁུངས་ལས་ཁུངས་དང་མི་གཉིས། ལས་ཁུངས་གཅིག་དང་མི་སྒེར་གཉིས་སྤ་རགས་ལ་ཡིན་ན་རེད། མི་སྒེར་ཕན་ཚུན་གཉིས་སྤ་རགས་ཡིན་ན་རེད་ལས་དོན་གང་ཡིན་རུང་བ་ཞིག་ཡག་པོ་འགྲུབ་ཡག་གི་ཆེད་དུ་ཕན་ཚུན་འདྲ་མཉམ་གྱི་ཐོག་ནས་མོས་མཐུན་ཡོད་པའི་ཐོག་ནས་ཡི་གེ་བཞག་པ་ཅིག་ལ། མོས་མཐུན་ཡོད་པའི་ཐོག་ནས་ཕྱོགས་གཉིས་ཀྱ་ཁེ་ཕང་དང་ཁེ་སང་དང་ཕྱོགས་གཉིས་ཀྱ་གི་ལས་འགན་གཉིས་ཀྱ་བརྟེན་ལ་གཉིས་ཀྱ་ཕར་སུང་ཤེས་རེ་བཏང་ནས་གང་ཅི་གཏན་འབེབས་བྱས་ནས་ཡི་གེ་བཟོ་བ་ཅིག་ལ་གར་སོ་ལོ་བ་ཡིན་ན་འགན་རྒྱ་ཟེར་བ་རེད་ལབ་རེད།

བརྙོད་མོལ་བྱུང་བའི་ནང་དོན་རྣམས་ཁ་གསལ་ཁ་གསལ་ཞིང་གོ་བདེ་བ་བྲིས་འདུག་གཉིས་ཆ་མོས་མཐུན་ཡོད་དཔེ་གྱི་གནས་ཚུལ་གང་ཡིན་པ་དེ་ཁ་གསལ་བོ་གོ་བདེ་བོ་སྙན་ངག་དེ་ནི་མ་བརྒྱབ་པ་བྱས་ནས་སྙན་ངག་བརྒྱབ་ས་ན་ཡང་མ་བྲིས་བདེ་བ་མེད་པ་ཆགས་འགྲོ་གི་རོགས་བྱས་ཙང་བརྙོད་མོལ་བྱུང་བའི་གི་ནང་དོན་གང་ཡིན་པ་དེ་ཁ་གསལ་བོ་གོ་བདེ་བོ་སུས་ཀློག་པ་ཡིན་ན་ཀློག་གོ་བདེ་བོ། འོ་སུས་ཉན་པ་ཡིན་ན་ལམ་སང་དུས་ཨམ་ཅོག་ཉན་པ་དང་ཡི་གེ་མ་ཤེས་པ་བྱིན་པ་ཡིན་ན་ཡང་ལམ་སང་གོས་འགྲོ་ཡོད་འོ་དེ་གོས་དགའ་ས་འདི་གཉིས་མོས་ཆུང་པའི་ནང་དོན་ནམ་ཁ་གསལ་གོས་དགུ་ཁ་ཁ་གསལ་ཞིང་གོ་བདེ་བར་བྲི་དགོས་དང་པོ་བྱས་གཉིས་པ་དེ་འགན་རྐྱེན་ནང་ཨང་གྲངས་འགོད་སྐབས་ཨང་གྲངས་བགོས། ཨང་གྲངས་བགོས་ན། ཨང་གྲངས་བགོས་དགོས་ན། ཨང་གྲངས་བགོས་དགོས་ན་ཡིག་ཐོག་དང་ཨང་ཀི་གཉིས་ཀ་བགོས་དགོས་ད་གནད་འགག་རེད། དཔེར་ན་ཆ་ཤས་པ་ཡིན་ན་དཔེ་ཤག་དེ་འདྲའི་གྲངས་པ་ཡིན་མིན་ན་འབུམ་ཆིག་འབུམ་ཆིག་ཁྲི་སུམ་བརྒྱ་སུ་ཡོད་པ་ཡིན་ན་ཆིག་ཁྲུང་ཆིག་འབུམ་ཆིག་འབུམ་ཆིག་ཁྲི་སུམ་བརྒྱ་དེ་ཡང་ཡིག་ཐོག་དང་ཨང་ཀི་གཉིས་ཆ་གང་ལ་བགོས་དགོས་རེད་ཟེར་ལ་དང་པོ་ཡིག་ཐོག་ཆིག་ཁྲི་ཆིག་ཁྲི། ཆིག་འབུམ་ཆིག་ཁྲི་སུམ་སྟོང་ཡོད་པ་ཡིན་ན་དེ་དང་པོ་ཡིག་ཐོག་གང་དེ་དེ་གང་ཡིན་པ་དེ་ཨང་ཀི་གང་ལ་ཡང་འཁྲི་དགོས་རེད་ཟེར་བ་འདུག་ཨ། དེ་ནས་གསུམ་པ་དེ། རྗེས་སུ་རྙོག་གླེང་མ་ཡོང་བའི་མི་ཡོང་བའི་ཕྱིར། གནད་དོན་རྣམས་ཁ་གསལ་ཞིང་གོ་བདེ་བ་དེ་དགོངས་དོན་ཞུ་བ་ནང་བཞིན་རེད་རྗེས་སུ་ད་གཉིས་ཀྱང་རྙོག་དྲ་མི་ཡོང་བ་བྱས་འདུག་ཕ་གིས་རྙོག་གླེང་མི་ཡོང་བྱས་འདུག་མི་གཉིས་པར་རག་ཡིན་ན་རེད་ལས་ཁུངས་ཚུད་ནས་མི་གཉིས་པར་རག་ལ་ཡིན་ན་རྙོག་དྲ་མི་ཡོང་བའི་ཆེད་དུ། ནང་དོན་རྣམས་ཁ་གསལ་ཞིང་གོ་བདེ་བ་བྲིས་གང་གོང་དུ་ཞུ་བའི་ནང་བཤད་གོང་དུ་གཅིག་པ་འདྲ་བ་ཆགས་འདུག་གང་དེ་ལས་ཁ་གསལ། གཉིས་པ་དང་པོ་དེ་གཉིས་མོས་བྱུང་བའི་ནང་དོན་རྣམས་ཁ་གསལ་བའོ་དེ་གཅིག་འདྲ་བོ་འདྲ་བ་རེད་འདི་བྱེས་སུ་རྙོག་གླེང་རྙོག་པ་རྙོག་དྲ་རྙོག་དྲ་མི་ཡོང་བའི་ཆེད་དུ་གནད་དོན་རྣམས་ཁ་གསལ་ཞིང་གོ་བདེ་བ་བྲིས་དགོས་ད་བཞི་བ་དེ་འགན་བརྒྱ་བཞག་ཆེད་འདྲ་ཡ་རེ་ཕྱོགས་སོ་སོས་ཉར་ཚགས་བྱེད་དགོས་སི་འདྲ་ཡ་ས་ནས་ངོ་སྐལ་ཀན་སུ་ཨིན་ཅི་ཀལ་ཀོ་བི་སི་ཡོ་ངོ་ཤུ་སེ་དུ

དཔེར་ན་ཁང་པ་ཞིག་གསར་སྐྲུན་བྱ་དགོས་ཡོད་ན་དཔེར་ན་ཁང་པ་ཞིག་རྒྱག་དགོས་ཡོད་ན། ངས་ཁང་པ་ཞིག་རྒྱག་དགོས་ཡོད་ན་ངས་མི་སྒེར་ཞིག་ལ་སྤྲད་སོང་ན། ངས་ཟླ་བ་ཚེ་རིང་དང་མ་གི་ཕ་ཁང་པ་ཁང་པ་རྒྱག་མཁན་བྱས་ཡོད་ར་བའོ་དེ་གཉིས་པར་ར་ལ་ཡིག་ཆ་བྱ་གི་ར་བའོ་བཟོ་སྐྲུན་གྱི་ད་ཁང་པ་བཟོ་ཡ་ཡི་མ་རེད་ཁང་པ་གསར་རྒྱག་བྱེད་དགོས་ན་བཟོ་སྐྲུན་མཁན་གྱིས་གང་དེ་མིང་ཁྲིད་དོ་བཟོ་སྐྲུན་མཁན་གྱིས་གང་དེ་བྲིས། ད་ད་འདི།

ལས་གཞི་གསར་སློབ་གྲྭ་ཆེ་བའི་དཔེ་མཛོད་ཁང་གསར་རྒྱགས་ད་ལས་གཞི་དེ་ག་སོ་ལབ་པ་ཡིན་ན་ལས་ཀ་དེ་སློབ་གྲྭ་ཆེ་བའི་དཔེ་མཛོད་ཁང་གི་གསར་རྒྱགས་བྱས་རེད་ལབ་རེད་སུས་དགེ་འབེལ་གོ་བུ་འབྲུག་ཁྱིམ་འདི་གིས་གར་བྱས་ཟེར་ན་སློབ་གྲྭ་ཆེ་བའི་དཔེ་མཛོད་ཀྱི་གསར་རྒྱགས་བྱས་རེད་ད་སུ་ལ་རྩིས་སྤྲད་པ་རེད་བོ་འབོག་ལེན་པ་བསོད་ནམས་ལ་རྩིས་སྤྲད་པ་རེད་ཨོ་དེ་ལྟ་མོ་འདུག་ལས་གཞི་སློབ་གྲྭ་ཆེ་བའི་དཔེ་མཛོད་ཁང་གསར་རྒྱགས་བྱས་ད་གཉིས་པ།

བཅུ་བའི་ཚེས་བདུན་ནས་ཉིན་ཐོག་ཉི་ཤུ་རྩ་ལྔའི་སྤྱི་ཟླ་བཅུ་བའི་ཚེས་ལྔའི་བར་དུ་ཕར་ལོ་གཅིག་ཏག་ཏག་འགྲོ་ལོ་གཅིག་གི་ནང་ལ་ངེས་པར་དུ་ཚར་བཅད་དགོས་རེད་འོ་དེ་ཕར་སྦེལ་ཀོབ་བོད་ཕྲུག་ཁྱིམ་སྡེ་གའི་དེ་ལབ་སོང་ན་ཁོ་རང་གིས་ཁས་ལེན་བྱས་པ་རེད། ད་ཐེངས་ཤོག་དལ་ཁ་གསོ་ལ་བབས་ནས་གསུམ་པ་དེ། ཁང་པའི་སྤུས་ཚད་དང་རིན་གོང། རིན་གོང་ཚོང་བསྡུར་སྐབས་སྤྲད་པའི་ཆ་རྐྱེན་ལས་མི་འགལ་བ།

གལ་ཏེ་འགན་ཡིག་ཏུ་ད་གར་བྱིས་པ་གར་ལ་བར་སླེབས་ན་ལས་ཀ་ལས་ཀ་འགོ་འཛུགས་ཚར་བ་དང་ལས་ཀ་འགོ་བཙུགས་ཚར་བ་དང་བརྒྱད་ཆ་ལྔ་བཅུ་འབུམ་བརྒྱ་ཡིན་པ་ཡིན་ན་འབུམ་ལྔ་བཅུ་དེ་སྔོན་ལ་སྤྲད་འགྲོ་བར་འགོ་འཛུགས་ཞུས་པ་དང་རིན་འབབ་བརྒྱད་ཆ་ལྔ་བཅུ་སྔོན་ལ་སྤྲད་རྒྱུ་དང་འབུམ་བརྒྱ་འགྲོ་གི་ཡོད་པ་ཡིན་ན་འབུམ་བརྒྱ་དང་འབུམ་ལྔ་བཅུ་དེ་སྔོན་ལ་སྤྲད་རུང་ལྷག་མ་གར་སའི་འབུམ་ལྔ་བཅུ་དེ་ཡང་བྱས་ལ། ལྷག་དོན་རྣམས་ལས་ཀ་སྒྲུབ་དཔེ་མཛོད་རྒྱབ་ཚགས་པའི་ཆེད་ལ་མཚམས་སར་ཞིབ་བཤེར་གྱིས་རྩིས་ལེན་དང་དཔེ་མཛོད་ཁང་ཁང་མིག་ག་ཚད་ཡོད་མེད་དེ་ནི་ཕ་གི་བུ་དག་བློས་བཏང་གཅིག་ཡོད་རོགས་དེ་ཚང་མ་རྩིས་ལེན་ནས་ཞིབ་བཤེར་བྱས་འདིར་བཀའ་འདུག་ལྷག་དོན་རྣམས་ལས་ཀ་ལེགས་སྒྲུབ་མཚམས་ཞིབ་བཤེར་གྱིས་རྩིས་ཞིབ་རེ་རེ་རེ་རེ་བྱས་ནས་བརྟག་དཔྱད་བྱས་འདྲ་ཙག་ཏུ་རྩིས་རྒྱག་འདོད་འདུག་ཁང་བུ་སྤུས་དག་ལ་ཁང་སྒོ་དང་སྒེའུ་ཁང་ནི་ཤིང་ཡག་པོ་བརྒྱབ་འདུག་སྔས་མོ་སྐད་ཆ་ཤེས་བོ་ནང་ཤིང་འོག་སྒོ་དང་ཐོད་མ་གཅིག་རེ་རེ་རྩིས་ལེན་བྱའོ་ཞིབ་བཤེར་གྱིས་རྩིས་བླངས་ཏེ། བཅས་རྒྱུ་བཅས་བཅས་རྒྱུ་བཅས་གཉིས་མེད་འགལ་ཡིག་ཏུ་སོ་སྟེ་དུ་ག་ས་བཅས་བཅས་རྒྱུ་བཅས་འགལ་ཡིག་ཏུ་ད་འགལ་ཡིག་ཏུ་ག་ས་ནི་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་བདུན་པའི་ཚེས་ག་ས་ཚེས་དྲུག་ལ་སོ་དེ་བར་དུ་དེ་བར་དེ་བར་གཅིག་བཞག་པ་རེད་ད་འོག་ལ་ག་རེ་ཡོད་སྲིད་ལབ་པ་ཡིན་ན་མཐའ་མ་ཐ་མ་དེ་ལ་ག་རེ་དགོས་རེད་འོག་དེ་ས་རྟགས་དགོས་རེད་གཅིག་ལ་ངས་བཀོད་ཡོད་རེད་འདི་དེ་བཀོད་ཡ་བྱུང་མི་འདུག་བ་ཕ་ཅོག་ལེགས་པ་ང་རང་ཚོ་གི་ལེགས་པ་ལག་པ་གཡོན་ཕྱོགས་དེ་ལ་བོད་གོས་བུ་ཕྲུག་ཁྱིམ་སྡེ་གི་ཕ་གི་རྩིས་སྤྲད་མཁན་ཅོག་དེ་གི་ས་རྟགས་དང་དེ་དམ་གྲུག་རྒྱབ་གོས་ཡོད་རེད་འདི་ཕྱོགས་དེ་ལ་ཕ་གི་སྒལ་གཅིག་ཡོད་རེད་བསོད་ནམས་གི་ཁོ་རང་གི་དམ་གྲུག་དང་ས་ཡི་རྒྱལ་བོ་དེ་གི་དེ་དགོས་རེད་ད་དེ་གཉིས་པ་དཔེ་མཚོན་གཉིས་པ་དེ་འདི་སྤྲད་འདུག་བ་དཔེ་མཚོན་གཉིས་པ་དེ་ཉོ་ཚོང་གན་རྒྱ་སྤྲད་འདུག་ཉོ་ཚོང་གན་རྒྱ།

སྦེལ་ཀོབ་ལ་སིལ་བུ་ཟེར་བ་ཡིན་ན་ཚོང་ཁང་ཅེས་པ་རེད་ཚོང་ཁང་ཚོང་ཁང་དེ་གི་མིང་ལ་གར་སིལ་བུ་ཟེར་བ་ཡིན་ན་ཆོལ་གསུམ་ཚོང་ཁང་ཟེར་བ་རེད་ཆོལ་གསུམ་ཚོང་ཁང་འདུག་ཨ་གཅིག་དེ་ཚེམས་ཁང་གཅིག་དེ་དེ་ཚོང་ཁང་རེད་ཁོ་གཉིས་སྤ་རག་ལགས་ཁོ་གཉིས་མི་སྒེར་གཉིས་སྤ་རག་ལགས་ད་རྒན་རྒྱ་ཤག་གང་གི་ཤག་ཤག་པོ་འགྲོ་དོན་ད་ད་ད་གར་རྒན་རྒྱ་གར་ཤག་ད་ལོ་གཅིག་གི་རིང་ལོ་གཅིག་གི་རིང་ཟླ་བ་རེ་རེ་རེ་ཟླ་བ་རེ་རེ་ལ་སྐྱེས་པ་ཟེར་ན་བུ་བྱེད་བུ་མེད་སྐྱེས་པ་དང་བུ་མེད་ཀྱིས་ཞབས་ལམ་དང་དབུ་ཞྭ་ཕུད

ཀ་ས་འགན་རྒྱ་འཕངས་རྐྱང་བྱ་རྒྱུ་ལ་ད་ལོ་གཅིག་ཡག་པོ་བྱུང་སོང་ན་དང་པོ་ལོ་གཅིག་རིང་མར་ཤ་ཡོང་མར་ད་ལོ་གཅིག་རིང་ཤ་རེད་ལོ་གཅིག་གི་བྱས་ལ་ད་ཡག་པོ་བྱུང་སོང་ཡང་ང་ཚོ་ལོ་གཉིས་པ་དེ་ཡང་ལོ་གཅིག་རིང་ཡིན་ད་ལོ་གཅིག་གི་བྱས་ལ་མཚམས་སུ་ཡང་འགན་རྒྱ་འཕངས་རྐྱང་བྱ་རྒྱུ་ཟེར་དུས་ཡང་ལོ་གཅིག་སྤར་ནས་ཡང་ང་ལོ་གཅིག་ང་གཉིས་བསྐྱར་དུ་ང་གཉིས་ལོ་གཅིག་ཁྱེད་རང་བཙན་པོ་བཙན་བྱོལ་ལོ་ཟླ་བ་རེ་རེ་སྔས་མ་བཏང་བ་ནང་བཞིན་ཟླ་བ་རེ་རེ་བཏང་ཤོག་དེ་ཏག་ཏག་འདུག་ཡང་བསྐྱར་ང་གཉིས་ལོ་གཅིག་ང་གཉིས་ད་ག་རང་བྱེད་ཀྱི་ཡིན་ད་སོ་དེ་ལ་རེད།

དོ་བདག་ཚོང་ཁང་ལ་དུས་ཚོད་བཀག་པ་དེ་དུས་ཚོད་བཀག་པ་དེ་དུས་ཚོད་ཟླ་བ་རེ་བཤད་ཡོད་རོགས་ཟླ་བ་རེ་ལ་ཆུ་བ་དེ་དུས་ཚོད་བཀག་པ་དུས་ཚོད་བཀག་པ་དེ་ལ་མ་འགལ་བ་བྱས་ནས་མ་འགལ་བ་བྱས་ནས་གཏོང་དགོས་རེད་ལ་བྱས་གཉིས་མེད་དུ་དུས་ག་ས་དུས་ཚོད་བཀག་པའི་རྒྱ་ལས་མ་འགལ་བར་གཏང་དགོས་པ་བྱས་གཉིས་མེད་འགན་འཁྱེར

ད་དུང་ཕོ་ར་ཅི་འདྲ་ཞིག་ལ་འགན་རྒྱལ་ཟེར་ཟེར་འགན་རྒྱལ་ཡི་གེ་བྲིས་བ་འོ་དེ་གཅིག་གཅིག་འོག་དེ་ལ་གཉིས་པ་དེ་གཤམ་གྱི་འགན་རྒྱལ་ཡི་གེ་འདིར་ཆ་རྐྱེན་རྣམས་ཚང་ཡོད་མེད་ག་དབྱེ་ཞིབ་བྱེད་དང་ཟེར་འདི་ན་འགན་རྒྱལ་ལ་ཚང་དགོས་ཀྱི་གནས་ཚུལ་ཡོད་པ་དེ་འདིར་ཡག་པོ་ཀློག་ཉོ་སོང་འགན་རྒྱལ་ཟེར་བ་དེ་ཡ་ཚོ་ཀློག་ནས་འདི་རྣམས་ལ་ཚང་མ་ཚང་བ་ག་རེ་འདུག་ཚང་མེད་ན་འདི་འདི་ཚང་མི་འདུག་ཟེར་འགན་རྒྱལ་ལ་ཚང་དགོས་ཀྱི་ཆ་ཚན་ཞུ་རོགས་ཚང་མེད་ན་འདི་འདི་ཚང་མི་འདུག་ཟེར་ལ་བཀོད་ཡ་རེད་འོ་དེ་ངེས་པར་དུ་ག་ས་ཕག་ནང་ལ། ནང་ལས་གནང་ཡོང་རོགས་གནང་ནང་ལས་གནང་ནས་དུག་ཐོག་ལ་མ་སྤྲད་པ་ཡིན་ན་ཏག་ཏག་བསྡད་ཀྱི་མ་རེད་ཁ་ཤས་ནང་ལས་ཁ་སང་བསྐུར་ཡིན་ཡིན་ན་ད་ལྟ་བསྐུར་མཁན་ཞེ་དྲག་བྱུང་མ་སོང་ད་ནང་ལས་མེད་ཡོད་ན་མ་ནང་ལས་ཆེད་དུ་ཐེབས་འགྲོ་ནང་ལས་ངེས་པར་དུ་ཚུར་བསྐུར་ཡོང་རོགས་གནང་ཞུ་གི་ཡིན་དེ་ཚང་མ་ལ་འཚམས་འདྲི་དང་ཏོག་ཙམ་གྱི་འགོ་ཚུགས་ཡོད་པའི་རེ་བ་ཞུ་གི་ཡོད་ད་ལྟ་དཔེར་ན་འདི་དུས་ཚོད་བརྩི་བ་ཡིན་ན་སྐར་མ་བཅུ་དགུ་ཙམ་མ་གཏོགས་སྐར་མ་བཅུ་ཉི་ཤུ་ན་མི་འདུག་ད་ཡིན་ན་ཁྱེད་རང་ཚོ་དྲི་ཡག་དང་ཉན་ཡག་དེ་ཚོ་ལ་ཆོས་ཕྱེད་ཀ་བཞག་ན་ཡག་ཆོས་ཕྱེད་ཀ་ད་ལྟ་ང་ཚོ་དཔེ་མཚོན་ན་ཕ་གི་ནང་ལ